སྤྱིར་འགོག་བདེན་གོ་རྟོགས་ཉིད་ཡིན་ན་ཡང་ལྡོག་པ་ཐ་དད་ལ་ཡོངས་གོ་བ་དང་ག་རེ་ཟེར་ན་དྲི་མ། གོ་ལ་གཉིས་ཡོད་པའི་ནང་ནས་རང་བྱེད་ཀྱི་དྲི་མ་དག་པའི་དག་བྱ་སྟེ། རྒྱུ་རྐྱེན་གཞན་གང་ལ་ཡང་ལྟོས་པ་མེད་པར་ཁོ་རང་གྲུབ་ཙམ་ཉིད་ལ་གྲུབ་པ་ཡིན་ཙང་ཨ་ནི། གོ་ག་རེ་ཟེར་ན། གཉེན་པོ་ལ་ལྟོས་མེད་པ་ཡིན་ཙང་རང་བྱེད་ཀྱི་དྲི་མ་ཟེར་ལ་བ་དྲི་མའོ་ལ། དག་བྱའོ་ལ། རང་བཞིན་ཉིད་མ་གྲུབ་བ་ཟེར་ལབ་དེ་ཁོ་ཐག་ཆོད་རེད། རང་བཞིན་ཉིད་མ་གྲུབ་བ་དེ་ཆོས་དེ་དང་དེ་རང་བཞིན་ཉིད་མ་གྲུབ་བ་དེ། གཉེན་པོའི་སྟོབས་ཀྱིས་རང་བཞིན་ཉིད་མ་གྲུབ་བར་བཟོ་དགོས་མ་རེད། སངས་རྒྱས་འཇིག་རྟེན་དུ་བྱོན་ན་བྱོན་མ་བྱོན་ན་མ་བྱོན་སངས་རྒྱས་ཡོད་ནའང་འདྲ་མེད་ནའང་འདྲ། ཆོས་ཐམས་ཅད་རང་བཞིན་ཉིད་མ་གྲུབ་བ་དེ། གནས་ལུགས་མཐར་ཐུག་གི་ཡོད་པ་རེད་མ་གཏོགས་སངས་རྒྱས་ལ་ལྟོས་དགོས་ཡོད་པ་མ་རེད། མཐར་ཐུག་དེ་ལ་ཐུག་སོང་བ་རེད། ཁུལ་གྱི་དེ་བཞིན་གཤེགས་པ་མདོ་ལ་བཞུགས་ཀྱང་རུང་མ་བཞུགས་ཀྱང་རང་རུང་གསུང་བའི་དེ་བྱུང་ཚེ་དེ་ལ་ཐུག་ཡོང་བ་དང། དུས་ཕྱིས་ནས་དང་དེ་ན་ཡོང་སྟངས་དང་དེ་རེད། ད་འོ་ན། གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་དེ་དང། གཟུགས་འཁོར་རྟག་ཆད་མཐའ་གཉིས་དང་གྲགས་པ་བཤད་པ་དང། ད་རྟག་ཆད་མཐའ་གཉིས་དང་གྲགས་སྟངས་འདི་ལྟ། གོ་བདེ་གྲགས་པར་ཟེར་ན། རྟག་པའི་མཐའ་ཟེར་མཁན་དེ་གཟུགས་རང་བཞིན་གྱིས་གྲུབ་པ་སྟེ་རྟག་པའི་མཐའ། བར་གཟུགས་རང་བཞིན་གྱིས་མེད་ན་མེད་འགྲོ་བ་སྟེ་ཆད་པའི་མཐའ། བར་གཟུགས་རང་བཞིན་གྱིས་མེད་ན་མེད་པར་འགྲོ་བ་སྟེ་གཟུགས་ཀྱི་སྟངས་ཀྱིས་ཆད་པའི་མཐའ། བར་ད་གཟུགས་འཁོར་རང་རྟགས་ཀྱི་མཐའ་གཉིས་དང་བྲལ་བ་རེད་ད་བྲལ་བ་དེ་གཞུང་གིས་བསྟན་པ་ལྟར་ཡིན་ད་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། ད་གཟུགས་ལ་སྦྱར་ར་དེ་ཆོས་དགོན་འགའ་ལ་བྱིས་པ་གཅིག་ཀྱང་སྦྱར་གི་ད་མ་སྤང་ཅིག་ཡོང་ན་ད་འོ་ན་ད་དེའི་རྟགས་ད་ལྟ་གྲགས་སྟངས་དེ་ག་འདྲ་རེད་ཟེར་ན་གཟུགས་སྟོང་པའོ། སྟོང་པ་ཉིད་ལས། གཟུགས་ལས་སྟོང་པ་རྗེས་མ་ཡི་གཟུགས་སྟོང་པའོ་ལབ་པའི་དབྱིངས་ལ་གཟུགས་རང་བཞིན་གྱིས་འཁྲུལ་བའི་སྟོང་པ་རེད་ལབ་པའི་དབྱིངས་དང་གཟུགས་རང་བཞིན་གྱིས་འཁྲུལ་བ་དེ་རྟག་པའི་མཐའོ་རེད་དེ་མེད་པ་རེད། དེ་རང་བཞིན་གྱིས་འཁྲུལ་བའི་སྟོང་པ་རེད་ལབ་པའི་རྟག་པའི་མཐའ་དང་ཕྲ་བ་ཤེས་ཚར་རྟག་པའི་མཐའ་དང་ཕྲ་བ་དེ་ལས་ལྷག་རེད། ཆད་པའི་ད་དང་བྲལ་བ་འདི་དག་ག་རེ་བཤད་ཀྱི་འདུག་ཟེར་ན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་གྱི་འདུག་ད་ཆད་པའི་ད་བཤད་པ་དེ་ཆད་པའི་ད་དང་བྲལ་བ་དེ་ཆད་པའི་དའོ་ཡོད་རེད་བས་ཟེར་ན་ཡོད་མ་རེད་རྟག་པའི་དའོ་ཡོད་མ་རེད། རྟག་རེད་པ་རྟག་རྟག་རྟག་དང་རྟག་རྟག་ཆད་རྟག་དང་ཆད་རྟག་ཁག་ཁག་རེད།

རྟགས་མཐའ་ཟེར་ན་མེད་པ་རེད་ཁོ་ལྷ་རའི་ཕྱོགས་སུ་གཟུགས་རང་བཞིན་གྱིས་གྲུབ་པ་དེ་ཁོ་མེད་པ་རེད། རྟགས་རྟགས་དེ་ཡོད་པ་རེད་ལ་རྟགས་རྟགས་རྟགས་འོ་དེ་ག་རེད་ཟེར་ན། རྟགས་ཟེར་རེད་གང་ལ་གཟུགས་རང་བཞིན་གྱིས་གྲུབ་པ་འཛིན་འཛིན་གཟུགས་འཛིན་པ་ལ་རྟགས་རྟགས་ཟེར། དེ་མཚུངས་ཆད་རྟགས་དེ་མེད་པ་རེད། ཆེས་པའི་མཐའ་དེ་རང་བཞིན་གྱི་མེད་ན་མེར་འགྲོ་བ་དེ་ཆད་ལྟ་བ་རེད་ཁོ་མེད་པ་རེད། ཆད་ལྟ་དེ་ཡོད་བ་རེད་ད། ཆད་ལྟ་དེ་སུ་ལ་ཡོད་བ་རེད་ཟེར་ན་རང་བཞིན་གྱི་མེད་ན་མེར་འཕྲོ་བར་འཛིན་པའི་འཛིན་པ་དེ་དབུ་མ་རགས་རྒྱུད་བ་མ་ཐབས་གང་ག་ལ་ཡོད་བ་རེད་ད་དེ། རྟགས་དེ་རེད་བ། རྟགས་རྟགས་ཀྱི་རང་རྒྱུད་བ་མ་བཏབ་གང་ག་ལ་ཡོད་པ་རེད་རང་བཞིན་གྱིས་གྲུབ་པ་འཛིན་གྱི་རེད་རང་རྟགས་ཀྱི་རང་རྒྱུད་བ་མ་བཏབ་དེ་ཕྱི་རོལ་བ་དང་བཅས་པ་གང་གའི་རྒྱུད་ལ་རྟགས་རྟགས་དང་ཕྱི་རྟགས་གཉིས་ཀ་ཁོ་ཚོའི་རྒྱུད་ལ་ཡོད་པ་རེད་མཐའ་གཉིས་པོ་དེ་རྟགས་མེད་པ་མེད་པ་རེད་ད་མཐའ་གཉིས་དང་གྲགས་པ་དེ་བརྟན་ལུགས་བརྟན་སྟངས་དེ་གཟུགས་རང་བཞིན་གྱིས་གྲུབ་པའི་སྟོང་པའོ་སྟོང་པ་ཉིད་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་ནོ་ཟེར་མཁན་དེའི་རྟགས་རིགས་ཡི་དྭགས་དང་འདྲ་བ་དེ་བཤད། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་སེང་གེ་འདི་དག་ཆེ་བི་ཡི་དྭགས་དང་འདྲ་བ་བཤད་པ་ལྟ། དེ་བཤད་སྟངས་འདི་དག་གང་རིགས་སུ་བཤད་ཀྱི་འདུག་གོ་ཟེར་ན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་གང་ལགས། གཟུགས་རང་བཞིན་གྲུབ་པའི་སྟོང་ཀྱང། སྟོང་པ་ཁོ་རང་ལས་གཟུགས་གཞན་མ་རེད་བྱེད་པའི་སྐབས་ལ་སྟོང་པ་ཁོ་རང་ལས་གཟུགས་ངོ་བོ་གཞན་མ་རེད་བྱེད་པའི་སྐབས་ལ་གཟུགས་ཡོད་པར་གྲུབ་བར་གཏོགས་སོ། འོ་དེའི་རྗེས་གཟུགས་རང་བཞིན་གྱིས་མེད་ན་མེད་འགྲོ་དགོས་ཡོད་མ་རེད། གཟུགས་རང་བཞིན་གྲུབ་པའི་སྟོང་ན་ཡང། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་བའི་ལུགས་སུ་སྟེ། གཟུགས་དང་སྟོང་ཉིད་ལས་ངོ་བོ་གཞན་མ་རེད་ཅེས་པའི་ལམ་ལྟར་ངོ་བོ་གཅིག་ཡིན་པར་སྒྲུབ་བ་ཡིན་ཙང་གཟུགས་དེ་ཡོད་པར་སྒྲུབ་བ་རེད། ད་གཞུང་འདོད་ཁོ་བཤད་ཡོང་ག་ལ་ཁོ་ག་འགའ་སྤུས་དག་ཤེས་ན་ད་དེ་དེའི་འདོད་ཐག་སླེབས་གི་རེད། ཁོ་རང་མ་བཀྲ་བ་ཅིག་པུས་ད་ཕན་ཐོགས་རྒྱག་མཁན་གང་ཡོང། དང་པོ་རེ་ཡིག་ཏུ་དབྱེ་ན། རེ་བ། ཚོགས་མཆོད་ཚོགས་ལམ་དང་སྦྱོར་ལམ་ལ། ཕུང་པོ་ལྔ་ལ་སྦྱར་ནས་བཤད་སོགས་པ་དང། འདི་ལྟར་བལྟ་བར་བྱའོ། ཕུང་པོ་ལྔ་པོ་དེ་དག་ཀྱང་རང་བཞིན་གྱི་གཏོར་མ་རྣམ་པར་བལྟའོ་གསུངས་སོ། དང། ད་འདི་ཡི་ཁ་དོག་ལའང་གསུང་འདིས་གོ་དོན་གཏན་འདེབས་འདི་དེ་གོ་ད་ཧ་གོ་བར་གོ་བ་རེད་བ་དེ་མེད་ན་ས་བྱི་བ་ཀྲ་ནི་ནུ་བྱི་བ་ཅིག་གི་ཕན་ཐོགས་རྒྱ་ཆེན་ཡོད་པ་མ་རེད་དམ། གཙོ་བོ་གཙོ་བོ་ག་རེ་སྒྲུབ་དགོས་བ་རེད་ཟེར་ན། དོ་སྣང་སྙིང་པོ་དེ་ད་ག་རེ་འཁོད་འདུག་ཟེར་ན། གཟུགས་དང་གཟུགས་དང་གི་སྟོང་པ་ཉིད་པོ་དེ་རེད་བ། ཚིག་གོ་ལ། གཟུགས་སྟོང་པའོ་སྟོང་པ་ཉིད་ལས་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། ཟིན་སྐད་འདིས། གཟུགས་ལ་སྦྱར་བ་སྟེ་ཆོས་ཐམས་ཅད་ལ་སྦྱར་ཆོག་ལ། ད་དེ་ལྟར་སྦྱར་བའི་དོན་དག་སྙིང་པོ་དེ་ག་ལ་ལབ་སོང་ཟེར་ན། རྡོག་རྡོག་སྙིང་པོ་དེ་ཕྱོགས་གཅིག་ནས་བྱས་ན། གཟུགས་དང་གཟུགས་ཡུལ་དང་གི་སྟོང་ཉིད་ཡིན་པ་དེ་ལྡོག་པ་ཐ་དད་ལ་ངོ་བོ་གཅིག་ཡིན་པར་འགྲོ་བ་ལྡོག་པ་ཐ་དད་ཡིན་པ་དེ་ཞེས་བཤད་པ་རེད། ངོ་བོ་གཅིག་ཡིན་པ་དེ་དག་གོ་ཚུལ་སྒྲུབ་དགོས་རེད་ཟེར་ན། དྲི་མ་དེ་ལ་རང་བཞིན་གྱི་དྲི་མ་དང་གློ་བུར་གྱི་དྲི་མ་གཉིས་བཞག། རང་བཞིན་གྱི་དྲི་མ་དག་པའི་དག་བྱ་དེ། གཉེན་པོའི་སྟོབས་ཀྱིས་སྤོང་མི་དགོས་པར་ཆོས་ཁོ་རང་ཐོག་མ་གྲུབ་ཙམ་ཉིད་ནས་རང་བཞིན་གྱི་དྲི་མ་དེ་དག་པ་ཡིན་ལ། དེ་ནི། སུ་རང་བཞིན་གྱིས་མ་གྲུབ་པ་སྟེ། ཁོ་རང་སངས་རྒྱས་འཇིག་རྟེན་ལ་བྱོན་ན་བྱོན་མ་བྱོན་ན་མ་བྱོན་སུ་རང་བཞིན་གྱིས་མ་གྲུབ་པ་ཁོ་རང་རེད་ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ་ད་ག་རང་རེད་གནས་ལུགས་མཐའ་ཐུག་སྟེ་ཡོད་པ་རེད་གམ་སངས་རྒྱས་འཇིག་རྟེན་ལ་བྱོན་ན་འདྲ་མ་བྱོན་ན་འདྲ་ཐག་རེད་འདི་བཞིན་གཟུགས་རང་བཞིན་གྱིས་མ་གྲུབ་པ་སྟེ། ད་གནས་ལུགས་མཐར་ཐུག་པ་དེ་ཤེས་པ་རེད་གནས་ལུགས་མཐའ་ཐུག་རེད་ཤེས་དགོས་རྒྱུ་མཚན་དེ་ག་རེད་ཟེར་ན། གཟུགས་ཁོ་རང་གཟུགས་རང་བཞིན་གྱིས་མ་གྲུབ་པའི་ངོ་བོ་ཡིན་པ་དེ་གྲུབ་བ་རེད། གཟུགས་རང་བཞིན་གཟུགས་རང་གཟུགས་རང་བཞིན་མ་གྲུབ་པའི་ངོ་བོ་ཡིན་པ་དེ་གཟུགས་གྲུབ་བ་རེད་ཟེར་ན། གཟུགས་ཁོ་རང་ཡོད་ཙམ་ཉིད་ནི། རང་བཞིན་གྱིས་མ་གྲུབ་པའི་ངོ་བོར་གྲུབ་བ་རེད་མ་གཏོགས་རང་བཞིན་གྱིས་གྲུབ་པའི་ངོ་བོར་ཡོང་ཡོད་མ་དེ་ངོ་བོ་དག་རང་ཡིན་པ་རེད་ཁུལ་བྱེད། དེའི་ངོ་བོ་གཟུགས་དེ་རང་བཞིན་གཟུགས་རང་བཞིན་གྱིས་མ་གྲུབ་པའི་ངོ་བོ་ཡིན་པ་དེ་སྒྲུབ་པའི་རྒྱུ་མཚན་གང་འདྲ་ཞིག་ལ་ཐུག་གི་འདུག་ཟེར་ན། གཟུགས་རང་བཞིན་གྱིས་གྲུབ་པའི་སྟོང་པ་དེ་གནས་ལུགས་མཐའ་ཐུག་ལ་ད་འགྲོ་དགོས་པ་དེ་རྒྱུ་མཚན་དེ་ལ་བརྟེན་ནས་འགྲོ་དགོས་ད་འོ་འགྲོ་ཟིག་སོང། དེས་ག་རེ་འཕེན་གི་འདུག་ཟེར་ན་གཟུགས་འོ་རྟགས་དེ་ཡི་མཐའ་དེ་དང་གྲགས་ལ་བཤད་པ་དང་རྟགས་དག་ག་རེ་བཞག་གཟུགས་རང་བཞིན་གྱིས་གྲུབ་པ་དེ་བཞག་དེ་ཡི་མཐའ་དེ་དང་གྲགས་པ་རེད། གཟུགས་རང་བཞིན་གྱི་འཁྲུལ་བ་ལྟ་བའི་ལྟ་བ་དེ་སུ་ཡི་རྒྱུད་ལ་ཡོད་བ་རེད་རང་དེ་དབུ་མ་རང་བྱུང་བ་མ་བཏབ་ཕྱི་རོལ་བ་དང་བཅས་པ་གང་གཱའི་ཡི་རྒྱུད་ལ་ཡོད་བ་རེད་དེ་འདྲ་བའི་ལྟ་བ་དེ་ལྟ་བ་ཕྱིན་ཅི་ལོག་རེད་རྟག་པའི་མཐའ་རེད། ལྟ་བ་ཕྱིན་ཅི་ལོག་ཡིན་པ་དང་གཟུགས་རང་བཞིན་གྱི་མ་འཁྲུལ་བ་ཡིན་ན་ཁོ་རང་ཚོ་གང་གི་གཟུགས་རང་བཞིན་གྱི་འཁྲུལ་བ་ལྟ་བ་ཡིན་ན་ད་དེ་བློ་ཕྱིན་ཅི་ལོག་ཕྱིན་ཅི་ལོག་གི་ནང་ནས་ཁྲག་ཤོར་བ་དེ་རེད་ད་ཁ་ཡི་བློ་ཕྱིན་ཅི་ལོག་གི་ནང་ནས་དེ་ལས་ཕྲ་བ་སྐྱོན་བ་རེ་ཡོད་བ་མ་རེད་དེ་འདྲ་བའི་བློ་དེ་ད་ལྟ་རེ་བ་བློ་ཡི་ནང་ནས་ཕྱིན་ཅི་ལོག་ལོག་ཤེས་ཡི་ནང་དེ་ལས་ཕྲ་བ་ཅུང་རེ་ཡོད་མ་རེད་དེ་འདྲ་བའི་དེ། ཐང་རྒྱུ་བ་རང་གི་ལུས་ལ་སྤང་ས་དེ་ག་བ་ནས་སྤང་གི་ཟེར་ན་དགྲ་བཅོམ་པའི་འབྲས་བུ་ཐོབ་ན་སྤང་གི་རེད། རིག་གནས་ཀྱི་དབང་དུ་བྱས་ན་ས་བརྒྱད་པ་ཐོབ་ན་སྤང་གི་རེད་དགྲ་བཅོམ་འབྲས་བུ་ཐོབ་དགོས་ཡ་མེད་ད་རེད། ཐེག་པ་དམན་པའི་དབང་དུ་བྱས་སོང་ན་དགྲ་བཅོམ་འབྲས་བུ་ཐོབ་ན་སྤང་གི་རེད་འོ་དེ་ཐེག་དམན་གང་ལ་རང་རྒྱུད་པ་མ་བཏབ་ལ་དེ་འདྲ་བའི་བློ་དེ་ལོག་ཤེས་རང་མ་རུང་བློ་དོན་འདུས་རོ་ཁས་བླངས་བཞིན་དང་དགྲ་བཅོམ་པའི་སྤང་ཡས་དེ་ཡང་ཡོད་བ་མ་རེད་འོ་ད་དུ་ཕྱིར་འགྲོ་དགོས་ཡོད་བ་རེད་བ་ད་གྲུབ་མཐའ་སོ་སོའི་འདོད་གཟུགས་དུ་གཟུགས་ཀྱི་ནི་བཤད་ད་འོ་ན་དེ་ཡི་དག་གི་ཡང་བྱུང་དེ་གཟུགས་གཟུགས་ལས་སྟོང་པ་ཡེ་ཤེས་མ་ཡིན་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་སེང་གེ་དེས། གཟུགས་དེ་རྟག་ཆད་ཡི་དྭགས་ཉིད་དང་གྲགས་པ་ཤེས་པ་ཡིན་ན་ཆད་པའི་ཡི་དྭགས་དང་གྲགས་སྟངས་དང་ཤོས་དང་ཟེར་ན། གཟུགས་དེ་ཆད་པའི་ཡི་དྭགས་དང་གྲགས་སྟངས་དང་ཆད་པའི་ཡི་དྭགས་བ་ག་རེ་ཤོག་གོ་ཟེར་ན་གཟུགས་རང་བཞིན་གྱིས་མེད་ན་མེད་འགྲོ་བ་དེ་ཆད་པའི་ཡི་དྭགས་བ་རེད། ཐག་ཉུལ་བ་རང་གི་ལུགས་ལ་གཟུགས་མེད་རང་བཞིན་མེད་ན་མེད་སྒྲོག་བས་མེད་དང་མེད་མུ་འགྲོ་བ་དེ་རྒྱུ་མཚན་ག་རེ་བཏགས་ན་འགྲུབ་ཀྱི་ན། སྟོང་པ་ཉིད་ལས་གཟུགས་གཞན་མ་ཡིན་ནོ་ཟེར་གྱི་དེ་ཚིག་དེའི་དག་སྒྲུབ་བ་རེད། དག་སྒྲུབ་སྟངས་དེ་འགོ་ཚུགས་འགྲུབ་ཀྱི་ན། གཟུགས་ཀྱི་སྟངས་ལ་གཟུགས་ལ་སྦྱར་ན་གཟུགས་ཀྱི་སྟངས་ཀྱི་སྟོང་ཉིད་ལས། གཟུགས་ངོ་བོ་གཞན་མ་རེད་ཟེར་ལབ་པ་དེ་ཕྱེད་དག་དང་གྲགས་པ་དེ་གུག་འདྲིལ་ཚར་སྒྲུབ་ཀྱི་ཡོད་ན། གཟུགས་རང་བཞིན་གྱིས་གྲུབ་པའི་སྟོང་པ་རེད། གཟུགས་རང་བཞིན་ཡང་མ་གྲུབ་བ་དེ་ལས། གཟུགས་ངོ་བོ་གཞན་ཡང་མ་རེད་ཟེར་སླ་བའི་དབང་ལ་གཟུགས་དེ། གཟུགས་རང་བཞིན་ཡང་མ་གྲུབ་བ་ངོ་བོ་རེད་ཟེར་སླ་བ་རེད། ཨ་ནི། གཟུགས་རང་བཞིན་གཉིས་མ་གྲུབ་ན་ཡང་གཟུགས་དེ་མེད་མི་དགོས་ཏེ། ཁོ་རང་རང་བཞིན་གཉིས་མ་གྲུབ་བ་ཁོ་རང་གི་ངོ་བོ་རེད་ཟེར་སླ་བ་རེད། རང་བཞིན་གཉིས་མ་གྲུབ་བའི་ངོ་བོ་ཡིན་ན་ཁོ་ཡོད་དགོས་རེད་མ་གཏོགས་མེད་པ་ཅིག་རང་བཞིན་གཉིས་མ་གྲུབ་བའི་ངོ་བོ་རུ་ཡོང་ཡས་ཡོད་པ་མ་རེད།

དོན་དག་སྙིང་པོ་དག་གང་ཡོད་གསུང་ལམ་ཚོགས་འབྱོར་གྱི་གནས་སྐབས་ལ། གསུང་དང་དེའི་ཚེ་གོ་ལ་ཏག་ཏག་རེད། འདི་ལྟར་བལྟ་བར་བྱའོ། ཚོགས་འབྱོར་གྱི་གནས་སྐབས་དུ་འདི་ལྟར་བལྟ་བར་བྱའོ་གསུང་གང་ལ། རེ་བ་ཕུང་པོ་ལྔ་བོ་དེ་དག་ཀྱང་རང་བཞིན་གྱི་སྟོང་པ་རྣམ་པར་བལྟའོ། རང་བཞིན་གྱི་སྟོང་པ་རྣམ་པར་བལྟ་སྟངས་འདི་ལྟར་ཚོགས་འབྱོར་གྱི་གནས་སྐབས་ལ་ཡིན་དེ་ཡིན་ཏེ། གཟུགས་སྟོང་པའོ་སྟོང་པ་ཉིད་བཞིན། གཟུགས་སོགས་གཟུགས་ལས་སྟོང་པ་ཉིད་བཤད་མོད་སྟོང་པ་ཉིད་ལས་གཟུགས་གཞན་མ་ཡིན་ནོ་སེམས་ཀྱི་དེའི་དོན་རྟགས་དེ། རྟགས་ཡིན་དེའི་དེའི་རྟགས་ནི་ངེས་ཡིན་དང་ཚིག་གི་རྟགས་ནི། དེའི་རྟགས་ནི་བཤད་པ་རི་མོ་དང་འདི་ལ་གེགས་མི་བསགས་གཡོ་བ་མ་རུ་བ། ད། འོ་ན། མཚུངས་སྦྱར་རིགས་སྣ་ག་ལ་སློབ་སྟངས་དེ་དང། གཟུགས་གི་སྟངས་ཀྱིས་སྟོང་ནི་སློབ་སྟངས་དེ་ག་རེ་ཟེར་ན། ཐོས་བསམ། སྒོམ་གསུམ་གྱི་ནང་ནས་ད་སློབ་དགོས་ད་ལྟ་གཙོ་བོ་གཙོ་བོ། ཨ་རབ་སྤྱི་ནང་ཐོས་ཆུང་ལོ་བསམ་ཆུང་ལོ་སྒོམ་ཆུང་ལོ། དེ་གསུམ་གྱི་ནང་ནས་ད་དབང་པོ་རྟུལ་བོ་དང་དབང་པོ་རྣོན་པོ་ག་རེ་ཡིན་ན་ཡང་མི་འདི་དེ་དབང་སྡུག་ལ་སྦྱར་ནས་བཤད་དགོས་དོ། ཚོགས་ལམ་གྱི་གནས་སྐབས་ལ་གཟུ་བོའི་སྟངས་ཀྱི་སྟོང་ཉིད་ལ་སློབ་སྟངས་ཏེ་ཐོས་ཆུང་དང་བསམ་ཆུང་གཉིས་གཙོ་བོར་བྱས་ནས་སློབ་དགོས་ཏོ་སློབ་བའི་སྒང་ལ། འོ་ན་སྦྱོར་ལམ་གྱི་གནས་སྐབས་ལ་སྒོམ་ཆུང་གཙོ་བོར་བྱས་ནས་སློབ་དགོས་ཏོ། ད་དེ། རེ་བ། ཡང་ངས་སྤྲོ་བཤད་བརྒྱབ་སོང་ལ། ཚོགས་ལམ་གྱི་གནས་སྐབས་ལ། གཟུ་བོའི་ཏང་གི་སྟོང་ཉིད་ལ་དབང་པོ་བཏུལ་རོགས་དེ། ཐོས་ཆུང་དང་བསམ་ཆུང་གི་སྒོ་ནས་སློབ་དང། སྒོམ་ཆུང་གི་སྒོ་ནས་མོ་སློབ་དང་གཅིག་བཤད་དགོས། ཐོས་ཆུང་དང་བསམ་ཆུང་གཙོ་བོར་སློབ་དང། འཇོག་ལམ་གྱི་གནས་སྐབས་ལ། སྒོམ་ཆུང་གཙོ་བོར་བྱས་ནས་སློབ། གཙོ་བོར་བྱས་ནས་སློབ་སློབ་ཟེར་དེ། ཚོགས་ལམ་གྱི་གནས་སྐབས་ལ་རིགས་ངེས་ཀྱི་དབང་དུ་བྱས་ན། ཐོས་གཞུང་དང་མཚམས་གཞུང་གཙོ་བོར་བསླབ་གསུང་དཔེ་ཆ་ལ་ཡོད་པ་རེད། གཙོ་བོར་སློབ་གསུང་ཡིན་དེ་ལ་གོ་རྒྱུ་ག་རེ་འདུག། རིགས་ངེས་ཀྱི་དབང་དུ་བྱས་སོང་དབང་པོ་སྣོད་དུ་གང་ཡིན་ན་ཡང་ཚོགས་ལམ་གྱི་གནས་སྐབས་ལ་ཐེག་ཆེན་ཚོགས་ལམ་གྱི་གནས་སྐབས་ལ། ཐོས་གཞུང། སྟོང་ཉིད་ལ་ཐོས་གཞུང་དང་མཚམས་གཞུང་བཏང་ནས་སློབ་སྟངས་ཡིག་སྒོམ་གཞུང་སློབ་ཡས་ཁྱུང་ར་ཡོད་བ་མ་རེད། ཨེ་འདི་ཡིན་པས་གཙོ་བོ་བསླབ་ཟེར་ཏེ། ཚོགས་ལམ་ལ་གཙོ་བོར་བསླབ་ཟེར་ན། དེ་རྒྱུ་མཚན་ག་རེ་གོ་རྒྱུ་འདུག་ཟེར་ན་གཡང་དྭགས་པ་ཕྲན་བུ་ཅིག་ཡོད་བ་རེད་ཁོ་ལ་གཡང་དྭགས། སྒོམ། སྦྱོར་ལམ་ལ་སྒོམ་གཞུང་གཙོ་བོར་བྱས་ནས་སློབ་གསུང་བའི་ལྟར་ལོ་ཏོག་སྟེ་གོ་རྒྱུ་ཏག་ཏག་ལེགས་པ་རེད་ག་རེ་ཟེར་ན། སྦྱོར་ལམ་གྱི་གནས་སྐབས་ལ་སྟོང་ཉིད་ལ་སློབ་སྟངས་དེ་གཙོ་བོ་སྒོམ་གཞུང་གཙོ་བོ་བྱས་ནས་སློབ་གསུང་མ་གཏོགས་ཤེས། བྱང་སེམས། མཆོག་ལམ་མི་འགྱུར་ལ། སྟོང་ཉིད་ལ་མི་གཡོ་ཐོས་བྱུང་ང་ཡི་བ་རེད་བསམ་བྱུང་ང་ཡི་བ་རེད། དེའི་རྗེས་དེ་ནི་སློབ་སྟངས་ལས་སྒོམ་བྱུང་གཙོ་བོར་བྱས་ནས་སློབ་གསུང་ཡི་དོན་ལ་བརྟག་གོ་རྒྱུ་བ་རེད། ཚོགས་ལམ་གྱི་གནས་སྐབས་ལ་ཐོས་བྱུང་ལ་བསམ་བྱུང་གཙོ་བོར་བྱས་ནས་སློབ་ཟེར་ན། ཞེན་མེད་སྒོམ་སྦྱོང་མེད་དང་སློབ་ཞེན་མེད་སྦྱོང་མེད་དང་སློབ་ཞེན་མེད་བར་བ་དེ་ཐོས་ཆུང་དང་བསམ་ཆུང་གཙོ་བོར་བྱེད་ན་སློབ་སྟངས་དེ་དག་ག་རེ་རེད་ཟེར་ན། དེ་ལ་དོགས་པ་ཐེངས་པོ་ཞིག་བ་རེད་ད་ཡིན་ན་ཕྱོགས་གཅིག་ནས་བཤད་ན། སྟོང་ཉིད་ལ་དམིགས་ནས་ཐོས་ཆུང་དང་བསམ་ཆུང་གཙོ་བོར་སློབ་ཟེར་ཡས་དེ་ག་རེ་ཟེར་ན། གཙོ་བོ། ཚོགས་ལམ། གྱི་གནས་སྐབས་ལ། ཡུལ་གང་ལ་མཉམ་པར་ཆགས་པའི་མཉམ་གཞག་དང་གཙོ་བོ་སྟོང་ཉིད་ལ་མཉམ་པར་ཆགས་པའི་མཉམ་གཞག་གི་སྟངས་འགྲོ་དགོས་རེད་དེ་ཡིས་བྱས་པ་རེད་ཟེར་ན་དེ་ཡང་ལྟ་རྒྱུ་ཡོད་རེད། སྟོང་ཉིད་ལ་མཉམ་པར་ཆགས་པའི་མཉམ་གཞག་ཁོ་ལ་ཚོགས་ལམ་གྱི་གནས་སྐབས་ལ། ཐོས་བྱུང་དང་བསམ་བྱུང་གི་ངོ་བོ་མེད་ཞོར་གོམས་བྱུང་ཡོད་པ་མ་རེད། ཨ་ཡེ་གཙོ་བོ་དེ་ནི་གང་ཡིན་ཟེར་ན་ཁོ་རང་གི་རྒྱུད་ལ། རང་འདྲི་ཡི་དྭགས་མི་ལྟོ་བའི་བློ་བ་ཡོད་རེད་མི་ལྟོ་བ་ལྟོ་བའི་བློ་ཡོད་བ་རེད་ཡོད་བ་རེད་དེ། གྲོ་ཚོ་ལ་རྨིས་བའི་སྒོམ་ཆུང་བ་ཡོད་ཆོག་གི་རེད་རེད་དེ་ཡིན་ན་ཡང། ཚོགས་ལམ་ནས་གནས་སྐབས་ལ་ཐོས་ཆུང་དང་བསམ་ཆུང་གཙོ་བོར་སློབ་ཟིན་གི་ད་ཡུག་སྟོང་པ་གཉིས་ལ་བརྩིས་ནས་དེ་ནི། ཐོས་ཆུང་དང་བསམ་ཆུང་གཙོ་བོར་སློབ་གི་རེད་མ་གཏོགས་སྤྱི་དང། ཁོ་རང་གི་རྒྱུད་ལ་སྟོང་ཉིད་ལ་དམིགས་པའི་སྒོམ་བྱུང་མེད་ན་ཡང་མི་རྟག་པ་དང་རང་རྐྱ་ཐུབ་པའི་རྫས་ཡོད་སྟོང་བ་ལ་དམིགས་པའི་སྒོམ་བྱུང་དེ་འདྲ་ཡོད་རེད་བ་དེའི་ཆེད་དེ་ཚོ་སློབ་གསུང་གི་ཡོད་རེད་བསམ་སྟེ་བདག་རྒྱུད་འོད་རང་བ་དེ་མེད་ན་ཡང་དོགས་པ་བཅོས་ཡོད་ནི་རེད་བ། ཚོགས་ལམ་མི་གནས་སྐབས་ལ་ཐོས་བྱུང་གཙོ་བོར་བསླབ་ཞེས་པ་བསམ་བྱུང་ཐོས་བྱུང་དང་བསམ་བྱུང་སྒོམ་བྱུང་ཁྱོད་ང་རང་མེད་བ་ལ་དེ་ཐོས་བྱུང་དང་བསམ་བྱུང་གཙོ་བོར་སློབ་ས་ཡོད་མི་འདུག་སྒོམ་བྱུང་ལས་མེད་བ་རེད། སྦྱོར་ལམ་མེད་གནས་ག་ལ་སྒོམ་བྱུང་གཙོ་བོར་སློབ་སྟངས་ལས། སྦྱོར་ལམ་མེད་འགྱུར་ལ་སྟོང་ཉིད་ལ་དམིགས་པའི་ཐོས་བྱུང་ང་ཡི་བར་བསམ་བྱུང་ང་ཡི་བར་ཡིན་ན་ཡང། སྒོམ་བྱུང་གཙོ་བོར་སློབ་སྲིད་དེ། སྦྱོར་ལམ་ཐོབ་བ་ནས་བཟུང་ནས་སྟོང་ཉིད་ལ་སློབ་སྟངས་ལས། གཙོ་བོ་སྟོང་པ་ཉིད་ཀྱི་དོན་ལ་སྒོམ་བྱུང་ཐོས་བསམ་སྒོམ་གསུམ་ནང་བའི་སྒོམ་ལམ་གཙོ་བོར་བྱས་ནས་སྒོམ་བྱུང་གཙོ་བོར་བྱས་ནས་འགྲོ་དགོས་ད་ལྟ་སྦྱོར་ལམ་གྱི་གནས་སྐབས་ལ་འོ་ན་ཐོས་བྱུང་ལ་བསམ་བྱུང་ཡོད་རེད་པས་བསམ་ཡོད་རེད་རེད་པ་ད་ཡོད་མེད་སེང་གེ་ཏོ་སྟེང་དཔེ་ཡང་ན་དོགས་པ་བཅད་ནས་ཡང་ན་འགྲོ་སྟངས་སྟངས་ནས་དཔེ་གཅིག་དོན་དག་བཤད་ན་སྟབས་མ་རུ་འགྲོ་རེད་དེ་ནི་ཁོ་རང་མང་དག་གི་ཡང་རེད་པ་ཁོ་ག་རེད་ཟེར་ན་སྦྱོར་ལམ་མཉམ་གཞག་ཐོབ་མ་ཐོབ་པའི་སྒང་ལ་མཉམ་གཞག་ཡིན་ད་སྒོམ་བྱུང་ཡིན་ཐག་ཆོད་རེད་ཨེ་མཉམ་གཞག་པ་དེའི་རྒྱུགས་ལ་འོ་ན་ཐོལ་བྱུང་དང་སྟོང་ཉིད་ལ་དམིགས་པའི་ཐོལ་བྱུང་ལ་བསམ་སྦྱོར་འདུ་འགག་ཚ་ན་དོགས་པ་ཕྱིན་ལས་སྤྱོད་དགོས། ག་རེ་སྤྱོད་དགོས་བ་དང་ག་རེ་བསམ། ངོ་ཐོག་སྟོང་ཉིད་ལ་མཉམ་པའི་ཤེས་པ་མཉམ་བཞག་གོ་ཐོག་མ་ཐོབ་དགོས་ད་དེ་འདྲའི་མཉམ་བཞག་དང་སྒོམ་བྱུང་ཡིན་དག་བྱས་པས་ད། འོ་ན་མཉམ་བཞག་དེའི་རྒྱུ་ལ་ཐོལ་བྱུང་དང་སྟོང་ཉིད་ལ་དམིགས་པའི་ཐོལ་བྱུང་ལ་བསམ་སྦྱོར་འདུ་འགག་ཚ་ན་དེ་ཡོད་སྲིད་ལ་སོང་ན་ཁག་ཏུ་ཡོད་ཀྱི་རེད་ཡོད་བ་ཚེ་ན་ཁག་དེ་ག་ནས་ཡོང་གི་རེད་ཟེར་ན། ཐོལ་བྱུང་དང་བསམ་བྱུང་གི་གློག་ཡོད་ན་བག་ཉག་ཚུལ་དུ་ཡོད་པར་ཐག་སྔོན་དུ་འཁྱུག་ཡས་མེད་དང་སྔོན་དུ་འཁྱུག་ཡས་ཡོད་སྙམ་ཆགས་ཞིག་སྟེ་ངོམ་ཆུང་རང་རེད་མོད་བྱེད་མེད་ཡོད་མ་རེད། ད་བག་ཉག་ཚུལ་དུ་ཡོད་ན་ཁོའི་རྒྱུད་ལ་སྟོང་ཉིད་སྟོབས་པའི་གློག་འགའ་འགའ་སྒོམ་ཆུང་བའི་ངོ་བོ་རུ་སོང་བ་ཆགས་སྟངས་མ་རེད་པས་སེམས་ཐག་མ་རེད་སྲིད་དགོས། ཨ་མ་འགའ་ཞིག། རེད་པ་སྒོམ་བྱུང་མེད་པ་ཅིག་ག་ཞིག་བསམ་བྱུང་ཆེ་དེ་འདྲའི་དེ་འདྲའི་རེད་པས་ཟེར་ན་ད་རེད་ཟེར་དགོས་དེ་འདྲའི་ཟེར་ན་ཨོ་ལ་ཇོ་མཐོང་ལམ་ཚ་བའི་སྒང་ལ་ཨ་ནི་ཁོའི་རྒྱུ་ལ་རེད་པ་སྟོང་ཉིད་རྟོགས་པའི་ཡང་ཐོས་བྱུང་དང་བསམ་བྱུང་ཟེར་ཡོང་འདྲ་འདུག་ག་ཟེར་ན་མཐོང་ལམ་བར་ཆད་མེད་ལམ་གྱི་ཡུལ་ལ་སྟོང་ཉིད་རྟོགས་པའི་བློ་ཡོད་ཚད་གང་ག་མཉམ་བཞག་ཁོ་རང་ཡང་ངོ་བོ་ལ་མཉམ་ཞུགས་བག་ཉག་ཚུལ་དུ་སྟོང་ཉིད་རྟོགས་པའི་བློ་ཞིག་བཞག་ན་སྟོང་ཉིད་མངོན་སུམ་རྟོགས་བློ་མེད་ཀི་རྟོགས་པ་ཆུ་ཤག་འོར་མ་ཞབས་མའི་འོ་ཟ་མ། སྟོང་ཉིད་རྟོགས་པའི་རྟོགས་པ་ཞེས་བྱ་བའི་དབང་དུ་བཏང་སོང་ན། དེ་འདྲའི་སྟོང་ཉིད་རྟོགས་པའི་རྟོགས་པ་དེ་མངོན་དུ་གྱུར་ས་ཡོད་མ་རེད་ཁོ་རྟོགས་པ་རེད་བ། ཨ་འདི་བག་ཉག་ཚུལ་དུ་ཡོད་བ་རེད་ཟེར་ན་ཁོ་ལ་སང་གནང་མི་འདོད་མ་དེ་ག་རེ་འཆི་བ་རེད་ཟེར་གྱི་རེད། སྟོང་ཉིད་ཞེན་མེད་དུ་རྫོགས་ལ་སང་གནང་དོན་གཅིག་པུ་དེ་ལ་སང་གནང་མི་འདོད་མ་ག་རེ་འཆི་བ་ཟེར་ནས་རྒྱུ་མཚན་ཁ་ག་ལ་ཁག་བརྩིས་མེད་བ་རོ་ད་དེ་འདྲའི་ཐར་ཤ་གཅོད་ནས་ད་འདི་ཡི་ཏང་ལ་ཕག་བཙུགས་འགྲོ་གི་ཡིན་ན་འདི་རྙོག་དྲ།

དེ་ནི་ལྡོག་པ་ལྟ་དེ་ཡིན་པ་ལྟར་ལས་སླ་བོ་རེད། དེ་ནི་རྟག་ཆད་ཀྱི་མཐའ་གཉིས་དང་གྲགས་ཚུལ་དུ་ཤོད་དགོས་རེད། གཟུགས། རྟག་པའི་མཐའ་དང་གྲགས་དང་གྲགས་ཡུལ་བལྟས་ཚེ་ལས་སླ་དོ། གཟུགས་སྟོང་པའོ་གསུང་བ་ཡིན་ཙང་རང་བཞིན་གྱིས་གྲུབ་པ་དེ་རྟག་རྟག་ཡིན་ཙང་སྟོང་པ་རེད་གསུང་བ་ཡིན་ཙང་གྲགས་པ་རེད། ཆད་ལྟ་དང་གྲགས་སྟངས་དེ། གཞན་མའི་འགྲོ་ཡི་མི་འདུག་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་གསུང་གི་འདི་དེ་ཆད་ལྟ་དང་གྲགས་ཕྱིར་ཡོད་པ་འདྲ་བསམ་སྟེ་དེ་ངའི་བསམ་ཚུལ་རེད། ཆད་པ་དང་གྲགས་སྟངས་དེ་ག་རེ་ཟེར་ན། གཟུགས་ཀྱི་སྟེང་གི་སྟོང་ཉིད་ལས། གཟུགས་ངོ་གཞན་མ་རེད་ཟེར་ཏེ་ཆད་ལྟ་དང་གྲགས་གཟུགས་དེ། ཆེད་སྤེལ། མཐའ་དང་ལྡན་མཁན་གང་ཟག་དེ་ཚོའི་གཟུགས་རང་བཞིན་གྱི་མངལ་ན་མེར་འགྲོ་གི་རེད་ཟེར་ལབ་པ་ཁྱིམ་ཚང་གཟུགས་རང་བཞིན་གྱི་མངལ་ན་ཡང་གཟུགས་མེད་པར་འགྲོ་གི་མ་རེད། གཟུགས་རང་བཞིན་གྱི་མ་གྲུབ་པ་ཁོ་རང་གི་གཟུགས་དེ་རང་བཞིན་གྱི་མ་གྲུབ་པ་ཁོ་རང་གི་ངོ་བོ་རེད་ཟེར་ལབ་ཡོང་གི་ལ་འོ་དེ་ནི། ཆད་ལྟ་དང་ཕྲ་བ་དེ་དག་བཤད་ཀྱི་འདུག་བསམ་པ་འོ་དེའི་ཕྱིར་བདག་ཡོང་གི་འདུག་བསམ་པ་དེ་དག་བདག་ཡིན་ན་རང་གི་རྒྱལ་ན་རྒྱལ་ཟེར་དགའ་འདུག་ཟེར་ཏེ། དཔེ་ཆ་བཏང་གི་ལགས། ད་དེ་ཚོའི་དོགས་པ་དེ་ཕ་ངེས་ཚུལ་རེ་བཤད་ན། ཨ་ནི་ཏོག་དཔེ་ཆ་བཏང་གི་གྲང་ད་དོགས་པ་དེ་ཚོ་བཅོས་དགོས་རེད་མ་གཏོགས་གཞན་མེད། ཁོ་རང་བཤད་དགའ་བྱུང་ན་གཙོ་བོའི་རྫོགས་རུང་མ་རེད། མོ་གཙོ་བ་དེ་ག་རེད་ཟེར་ན། ཚོགས་ལམ་གྱི་གནས་སྐབས་ལ་ད་གིན་དེ་ཐོས་བསམ་གཙོ་བོ་ཡིན་གསུངས་པ་རེད་བ། ད་སྟོང་ཉིད་ལ་དམིགས་པའི་སྒོམ་བྱུང་དེ་མེད་གསུངས་པ་རེད་བ། སྟོང་ཉིད་ལས་མྱི་བའི་སྒོམ་བྱུང་དེ་མེད་ན། སྟོང་ཉིད་ལས་མྱི་བའི་ཞི་གནས་ཡོད་གསུང་བ་དེ་ཡོད་པ་རེད་ང་ཚོའི་ཡིག་ཆ་དང་སོགས་ལ་གང་གི་རེད་ཡིག་ཆ་ལ། ཞི་གནས་ལ་སྒོམ་བྱུང་གི་བློ་ཡིན་པས་ཁྱབ་རེད། ད་ཚོགས་ལམ་མི་བསྐྱོད་ཀྱི་སྟོང་ཉིད་ལ་མྱི་བའི་ཞི་གནས་དེ་སྒོམ་བྱུང་གི་བློ་ཨ་རེད་ཟེར་ན་ཡིན་ཟེར་བར་མི་ཟེར་ར་ལ་ཞི་གནས་ཡིན་ཙང་ཞི་གནས་ལ་སྒོམ་བྱུང་གི་བློ་ཡིན་པས་ཁྱབ་པ་རེད། སྒོམ་བྱུང་ཡིན་ཙང། སྟོང་ཉིད་ལ་དམིགས་པའི་ཞི་གནས་དེ་ཡུལ་གང་ལ་དམིགས་པའི་སྒོམ་བྱུང་རེད་ཟེར་ན་དབྱངས་ཅག་ཚིག་རིང་དུ་ཡོད་རེད། དཔེ་ཆ་བལྟ་མཁན་ལ་ཡང་རེད་བ། སྟོང་ཉིད་མེད་མཁན་ཞིག་ལ་སྒོམ་བྱུང་རེད་ཟེར་ས་ཡོད་མ་རེད་བ། སྟོང་ཉིད་ལ་དམིགས་པའི་ཞི་གནས་བ་རེད་བ། ཞི་གནས་ལ་སྒོམ་བྱུང་བློ་ཡིན་པས་ཁྱབ་གསུངས་ང་ཚོས་ཡིག་ཆ་ལ་རེད་བ། སྟོང་ཉིད་ལ་དམིགས་པའི་སྒོམ་བྱུང་མེད་བ་རེད་གསུངས་པ་དེ་དག་རང་རེད་དེ་ཡིན་ནའང། ཞི་གནས་ལ་སྒོམ་བྱུང་བློ་ཞན་པའི་ཆ་བ་ཅན་དང། ཚོགས་ལམ་མེད་གྱུར་གྱི་སྟོང་ལས་མེད་པའི་ཞི་གནས་དེ་སྒོམ་བྱུང་བློ་ཞན་པ་དག་ཟེར་ན་དེ་བས་རེ་བ། ཡུལ་གང་ལ་མི་ཡི་སྒོམ་བྱུང་བློ་རེད་ཟེར་ན། ཡུལ་གང་ལའང་མི་ཡི་སྒོམ་བྱུང་མར་སྒོམ་བྱུང་བློ་རེད་ཟེར་ས་ཡོང་གི་མ་རེད་ཡང་ཁུག་རྟའི་མཛོད་ཆགས་སེང་མཛོད་གཡོ་འཕྲོ། ཐུགས་ཆེ་ངེས་ད། དེ་བཞིན་གནས་སྐབས་ལ་དབང་ན་ད། ཐོས་བསམ་གཙོ་བོ་ཞིག་འདང་དེ་ག་རེ་རེད། ཀྲོང་ཡན་ལི་མི་ཡོད་སྒོམ་ཆུང་མི་འདུག་ག་ཐོས་བསམ་གཙོ་བོ་རེད་བ། དེ་ནི་ད་ཐོས་བསམ་གཙོ་བོ་ཡིན་ལུགས་ཡིན་འདང་དེ་ཚོ་ག་རེད་ཟེར་ན་ད་དོག་པ་ཆེ་འདུག་གདའ། ཇོ་ལམ་ཡེ་གནས་ག་ལ་སྒོམ་ཆུང་གཙོ་བོ་ཡིན་ཟེར་ཏེ། ཨ་ནི། ཨ་ར་བ། ཇོ་ལམ་མི་རྒྱུགས་ལ། བསམ་ཆུང་དང་ཐོས་ཆུང་འདུག་ག་ཀྲོང་ཡན་ལི་མི་ཡོད་དེ་ཡོད་ན། ཚོགས་ལམ་སྐད་ཅིག་དང་པོ་ལ་གནས་པའི་གང་ཟག་དེ་རྒྱུད་ལ་སྡུག་བསྔལ་མོ་འདུག་ཟེར་དྲིས་ན། ཡེ་ཡོ་དེ་དཔྱད་པ་དཔྱད་རྒྱུ་དེ་ཁ་ཁ་ཡོད་རེད་ཡང་དགའ། ཧ་ལམ། མེད་པས་སོ་དེ་ལས་རེ་ད་ཅི། ཧ་ལམ་ཧ་ལམ་འོ་ཐུག་ཕྱི་ནས་གདམས་པ་ད། ཚོགས་ལམ་དང་སྦྱོར་ལམ་ཡང་གནས་སྐབས་ལ། ཐོས་ཆུང་དང་བསམ་ཆུང་སྒོམ་ཆུང་ལོ་གསུམ་པོ་དེའི་གནས་སྐབས་ལ་པ་ད་སྐད་ཆ་དྲིས་ནས་ད་སྤྲོ་དགོས་ད་འདི་འདྲ་བ་ལ་ད་དུས་རྒྱུན་ང་རང་ཚོ་དེ་འདྲ་ཡོད་རེད་ང་རང་ཚོ་ཨ་རོ་ཐོས་བསམ་སྒོམ་གསུམ་པོ་དེ་འདོད་པ་ལ་ཐོས་ཆུང་དང་བསམ་ཆུང་ཡོད་ཀྱང་སྒོམ་ཆུང་མེད་གཟུགས་ལ་རེ་བ་ཐོས་ཆུང་དང་སྒོམ་བྱུང་ཡོད་ཀྱང་བསམ་བྱུང་མེད་གཟུགས་མེད་ན་སྒོམ་བྱུང་ཡོད་ཀྱང་ཐོས་བསམ་གཉིས་མེད་ཟེར་ལབ་ཡོད་རེད་བ་ད་ཐོས་བསམ་དེ་ནི་རེ་རེ་བཞིན་དུ་སྒྲུབ་ངེས་ཡིན་ད་དེ་ཡི་གནས་སྐབས་ལ་ཡང་སྦྱར་ནས་དེ་ཐོག་པ།